ང་དམག་མི་གསར་པ་བྱས་ནས་རྒྱ་མི་བསླེབས་ཚར་ཡོད་རེད་རྒྱ་མི་ཨ་མདོ་སྔོན་ཆོག་བསླེབས་ཚར་ཡིན་དང་ང་སྒོ་འབྱེད་ནས་མ་ཆབ་མདོ་ལ་བཏང་ཡོད་མ་རེད་ལྷས་ས་ལོ་མ་ག་གི་སྒོ་འབྱེད་ཀྱི་གྱང་དེ་ད་མ་ཕྱིང་ནི་དཀའ་ལས་ཁག་རོགས་རེད་ཁྱོད་རང་གི་དཀའ་ལས་ཁག་རོགས་རེད་ཆོ་ཡོད་མ་རེད་མ་ཕྱིང་ནི་འགྲོ་སོང་ཕྱི་རོལ་མ་ཚོ་ཕན་ཐོག་མ་རེད་མ་ཆབ་མདོ་ལ་བཏང་ཡོད་མ་རེད། ང་བོད། ང་བོད་དེ་དུས་ཚོད་ནས་མི་དགོས་ང་ཚོའི་མ་ག་གི་བོད་ཀྱི་ཁམས་པ་དང། དེ་དག་ཡོད་དུ་གྱུར་གྱི་བོད་ཀྱི་རྒྱལ་རྒྱུད་ཀྱི་ལྟ་རྟོག་བྱེད་མཁན་དེ་དམག་མིའི་མཐོ་ཤོར་དེ་རེད་ང་ཕོད། ང་ཕོད་རྒྱ་མི་ལ་ཡག་པོ་ཆགས་དགོས་པའི་རྒྱུ་མཚན་དེ་ག་འདྲས་ཅན་ཆགས་རེད་ཟེར་ན། མ་སྐལ་ལ་ཞུགས་ནས་ང་ཕོད་ཀྱི་ག་རེ་བྱ་རེད་ཟེར་ན་རྒྱ་མི་མ་སྐལ་ལག་ཚར་དང་སྡེ་པ་གཞུང་གི་ལག་ཆ་དང་གོམས་ཚོད་སྤོ་ར་ལ་ང་ཕོད་ཀྱི་མེད་རྒྱག་རེད། དམག་མི་གང་གང་ཡང་ལྷད་ས་ལོག་དང། རྒྱལ་པོའི་སྦྱོར་ཚར་རེད་པ། ཟང་ཟིང་གི་མེད་པ་བྱས། དམག་མི་པོ་ར་ལྷས་ས་ལོ་ང་པོས་མ་གལ་ཞུ། གོམ་བཟོས་ཏེ་པོ་ར་མེ་བརྒྱབ་རེད། མེ་བརྒྱབ་ཚར་དུས་ཚར་ནས་རྒྱལ་མི། ག་རེ་བྱས་ནས་མེ་བརྒྱབ་བས་ལབ་རེད། དེ་ལ་མེ་བརྒྱབ། དེ་གོམ་བཟོས་ཏེ་སྦུག་ལ་ལག་ལྕགས་གང་ག་བམ། རྡེའུ་གང་ག་ཡོད་རེད། དེ་བྱས་དུས་ཚར་ནས། ཀྲོང་དབྱང་གི་མི་ལ། མེ་མདའ་རྒྱག་རེས་དང་བསད་རེས་ཐུག་ཡོད་བསམ་བྱུང། ང་སེམས་པས་ཚོད་མ་སོང། ང་ཨེ་མའི་རྒྱབ་བཞིན་ཡིན་ལབ། ང་བོད་ཡ། བོད་ལ་ཡ། ལོག་མ་བསྡད་ཅེས་རྒྱ་མིས་ལབ་དུས་ཟེར་ནས་ཆབ་མདོ་ལ་བཞུགས་ཡོད་རེད། དམག་མི་གངྒཱ་ལོག་ཡ་ལོག་བཏང་ཚར་རེད་གྲབས་རྗེས་ང་ཚོ་གངྒཱ་ལོ་ཡ་ལྷས་ས་ལོག་བཏང་ཚར་རེད་བཞག་ཡོད་མ་རེད། ཆབ་མདོ་རྒྱ་མིས་ལབ་དུས་ཟེར་ནས་ང་བོད་གཅིག་པོ་བཞུགས་རོགས། ཨེ་འདི་གོམས་ཚོད་འདི་ལ་པོ་ར་མེད་རྒྱབ། བོད་པ། བོད་པ་བརྒྱ་ཐམ་པའི་ནང་ནས་ལྔ་བཅུ་ཐམ་པ་བོད་གཞུང་ལ་དགའ་ངར་རེད་ལྔ་བཅུ་ཐམ་པ་རྒྱ་མི་གསོད་པ་རེད་བ། དུས་དུས་ནས་རེད། བོད་པས་བོད་པ་རྒྱ་མི་ཡག་གདན་འདྲེན་ཞུས་རེད་བ།